ལགས་སོ་འདི་ཞུ་ཡ་ཅིག་བྱེད་དེ་ནས་རྣམ་པ་ཚོ་ལ་ཡང་ཞུ་ཡ་ལ་ད་ད་ནང་ང་རང་ཡོད་ས་དེ་ལ་ཡང་དྲ་ལམ་སྐྱོ་པོ་ཞེ་དྲག་འདུག་མཚམས་མཚམས་དྲ་ལམ་ཀླད་ཀོར་གང་ལེགས་ཡོང་གི་འདུག་རོགས་དེ་ཡིན་དུས་ཚང་མ་ལ་ཡང་རྣམ་པ་ཚོ་ལ་ཡང་མགྱོགས་པོ་བཅར་འབུལ་ཞུ་ཐུབ་གི་ཡོད་མེད་ཧ་གོ་གི་མི་འདུག་ད་ཡིན་ནའི་ཡང་རྣམ་པ་ཚོ་ངེས་ནས་ད་དེ་ག་ཞུ་གི་རེད་བརྙན་ཐུང་དེ་ད་ག་དུས་ཀྱི་ཡིན་ན་རྙིང་པ་ཡིན་ན་གསར་པ་ཡིན་ན་དེ་འདྲ་ཅིག་ཐུགས་ལ་དགོངས་ཀྱི་ཡོད་པ་ཡིན་ན་ངས་བརྙན་ཐུང་ག་དུས་བཟོས་པ་ཡིན་ན་ཡང་བརྒྱ་ཆ་དགུ་བཅུ་གོ་དགུ་དང་ཚགས་དགུ་བཅུ་གོ་དགུ། བརྒྱ་ཆ་བརྒྱ་ནས་བརྒྱ་ཆ་དགུ་བཅུ་གོ་དགུ་དང་ཚ་དགུ་བཅུ་གོ་དགུ་བརྙན་ཐུང་ནང་ལོགས་ལ་ཡང་ཚད་གྲངས་ཆ་ཚང་བཞག་དགོས། དང་པོ་དེ་བོད་རྒྱལ་ལོ་ཆེ་གཉིས་པ་དེ་བོད་འདས་བོད་ཟླ་ཆེ་གསུམ་པ་དེ་བོད་ཚེས་ཆེ་བོད་ཡིག་གི་ཐོག་ནས་ཨང་ཀི་འཁྲིད་རྒྱོགས་བྱོས་འོ་འདི་ཆེ། དེ་ནས་ཨིན་ཇིའི་ཐོག་ནས་འཁྲིད་རྒྱོགས་ཨང་ཀི་འཁྲིད་རྒྱོགས་དེ་ཨིན་ཇིའི་གི་དག་ཨང་ཀི་ཞུ་དགོས་རོགས་ཨིན་ཇིའི་ཨང་ཀི་འཁྲིད་རྒྱོགས་དེ་དག་ཨ་ནི་དང་པོ་དེ་ཕྱི་ལོ་ག་ཚོད་ཡིན་པ་གཉིས་པ་དེ་སྤྱི་ཟླ་ག་ཚོད་ཡིན་པ་གསུམ་པ་དེ་ཨ་ནི་ཕྱི་ཚེས་ག་ཚོད་ཡིན་པ་འོ་འདི་བཞག་དགོས་དེ་རྣམ་པ་ཚོའི་ཐུགས་སྣང་གནང་རོགས་གནང་ཞེས་བརྗོད་ཡ་དང། ད་དེ་རིང་ཨ་ནི་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ། དེ་རིང་ཨ་ནི་གཅིག་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཉིས། ཨ་ནི་བོད་ཟླ་དང་པོའི་བོད་ཚེས་བཅོ་བདུན། ཕྱི་ལོ་ཉིས་སྟོང་ཉེར་བརྩེགས་ལྔ་སྤྱི་ཟླ་གསུམ་པའི་ཕྱི་ཚེས་བཅུ་དྲུག་གཟའ་ཉི་མ། ད་དེ་རིང་གི་བརྙན་ཐུང་བཟོ་ཡག་སྟེ། དེའི་ཉིན་མོ་ཆགས་དུས་འོད་ཟེར་ཞེས་ནས་ཞུ་ཡ་ཡིན། ལགས་སོ་ཨ་ནི་རིང་པོ་ཞུ་མ་དགོ་བ་ཅིག་ད་ངས། ངས་བསྡུ་ཟེར་ནས་ངའི་ལུང་པ་དེ་བོད་ལུང་པ་དང་འདྲ་བོ་ཞུ་གི་བྱས། ཨ་ནི་ངས་ད། ཆོས་གྲོགས་འོང་བཞིན་པ་བོད་ནས་སླེབས་རྒྱུ་མང་པོ་ཞུ་བཅོས་རེད་ད་ནང་བཞིན་ངས་ཆོས་གྲོགས་མང་པོ་ཞུ་བཅོས་ཡང་མོན་ནས་མང་པོ་ཞུ་བཅོས་རོ་མོན་དང་བ་ཨར་ན་ཅལ་ནས་མང་པོ་ཞུ་བཅོས་རེད་སོང་ཙང་ཨ་ནེ་ངའི་ལུང་པ་དེ་བོད་འདྲ་པོ་ཆེ་འདི་ག་ལ་མོན་འདྲ་པོ་ཞིག་ཡང་ཞུ་བཞིན་འདུག་སོང་ཙང་ཨ་ནེ་རྣམ་པ་ཆོས་གྲོགས་ཚང་མ་ཐུགས་སྤྲོ་བོ་ཡོང་བའི་གིས་ཨ་ནེ་གུས་པའི་ངོས་ནས་སྨོན་འདུན་ཞུ་ཡ་ཡིན་རོ་དེ་བྱས་ཨ་ནེ་ཕྱི་ད་ང་ད་ཅིག་མོན་དེ་ཡང་ང་རང་སེམས་ཐག་ཉེ་པོ་འཇོག་གི་ཞུ་མོན་བྱས་ལ་དག་ཆེ་ད་ནང་བཞིན་གྱི་ད་ལྟ་དེ་འབྲུག་པ།

ཨོ་རྣམ་པ་ཚོ་ད་ཐང་མ་དེ་གངས་རི་དེ་ཡག་པོ་ཅིག་བྱས་དང་ནས་ང་ཚོ་བོད་དང་གངས་རི་དེ་ཡང་བོད་པ་བོད་པ་ཡིན་པའི་ཆ་ནས་བོད་དང་འབྲེལ་བ་ཞུ་གི་ཡོད་རེད་ཞུ་གོ་རོགས་ཨ་ནས་ང་རང་ཚོ་མཚན་ཉིད་དཔེ་ཆ་ལྟ་མཁན་ཅིག་ངོས་ནས་ཤེས་པ་ཡིན་ནས་གངས་རི་གངས་རི་དེ་ཡང་ཆོས་ཅན་ཕལ་ཡག་ཡོད་ན་མེད་ན་བྱ་འདོད་རོགས་ད་དེ་ནས་ཡང་མི་ཚང་ཞེ་དྲག་ཡོད་མ་རེད་ཨ་ནས།

འོ་དེ་འདྲའི་ཆེད་རེད་རེད་བ། འོ་འདུག་ཞུ་ཡ་གཅིག་བྱས་ད་དེ་ཚོ་ཁྱིམ་མཚེས་ཆེད་རེད་བ་ཁྱིམ་མཚེས་ད་དེ་སྔོན་པོ་ནང་པོ་ཞིག་བཏགས་བཞག་ད་དེ་ཚོ་ཕལ་ཆེར། ནད་ཡིན་ན་ཨ་ཤོམ་ཨ་ཤོམ་ཕལ་ཆེར་ཡིན་ས་མ་རང་ནད་ཡིན་ས་རེད་དེ། ད་ང་དེ་ང་ཚོ་ཞིང་ཁར་ད་དེ་བཏབ་བཞག་རྒྱུ་དེ་ཚོ། ལགས་སོ་ཨ་ནི་ངའི་ནང་དེ་དེ་བྱས་རེད་བ་ངའི་ནང། ད་ངའི་ནང་ཟེར་དུས་ཆོས་ཕྱོགས་ནས་བཤད་པ་ཡིན་ན་ཏག་ཏག་བསྡད་རྒྱུ་ཡོད་ནི་མ་རེད། ཡོད་རྒྱུ་མ་རེད་གང་ཡིན་ཟེར་ན་ང་རང་དགེ་སློང་ཆེ་རེད་བ་དགེ་སློང་ཡིན་པའི་ཆ་ནས། ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་བ། ཞེས་བརྒྱུད་ཡོད་དེ་ཡང་ངའི་ནང་སུན་ན་ཐ། རྟགས་སུ་འདྲ་བོ་དང་བ་ཡིན་ད་སྟབས་ཁོ་ཁ་གྲགས་མེད་མཁན་འདྲ་བོ་ཆགས་གྱུར་དེ་ཡིན་ཆགས་ས་རེད་དེ་ཡིན་ན་ཡང། ཨ་ནེ་ད་སྤྱི་ཡོངས་ཀྱི་སྐད་ཆ་འདྲ་བོ་བཤད་དགོས་ར་འོང་ད་འདི་ང་ཚོའི་ཁྱིམ་མཚེས་ཀྱི་ཕ་ཆོས་དེ་ཨ་འདི་དར་ལྕོག་འདི་ཚོ་ད་ཁ་སང་སྲིད་པ་བཅུ་བཞིའི་ཉིན་མོ་དེ་ལ་ང་ཚོ་ཐུགས་བཞེད་དར་ལྕོག་གསར་པ་བཙུགས་ཆགས་གྱུར་རེད་ང་ཚོའི་ལུང་པ་དེ་ལས་ཡང། དར་ལྕོག་ལོས་དེ་བཙུགས་ཡག་གི་དར་སྲོལ་ཞུ་བར་བྱེད་དར་ལྕོག་དང་ཨ་ནེ་དར་ཐག་དར་ཐག་ཟེར་མཁན་དེ་ཕ་ཆོས་ཅིག་ཏུ་ཨ།

སྒོ་ཕྱེ་ལོག་འགྲོ་ནས་རྣམ་པ་ཚོ་ལ་བྱམས་པའི་དུས་ཞུ་གིན་གདའ། ཧོ་ད་འདི་ཚོ་ཡང་ང་དང་ང་ཚོ་དང་ང་ཚོ་འདྲ་བ་དག་མི་ཚང་འདི་འདྲ་རེད། ཨོ་ཡ་རྣམ་པ་ཚོ་ད་རི། ཨོ་ད་རི། རི་ད་ད་ལ་དེ་ཚོ་ཅིག་སྲིད་ད།

ཕ་དམ་པ་གོམ་པ་རྫོབ་པའི་སྐབས་ལ་ཡང་དུས་ཕྱེས་ནས་བཙུགས་ཆགས་ཀྱི་རེད། ང་ཚོ་སྡེ་བ་ལ་ཡང་མི་དེ་ཚོ་གོམ་པ་རྫོབ་པའི་སྐབས་ལ་ཡང་དར་ལྕོག་དེ་འདྲ་བཙུགས་ཡག་ལམ་སྲོལ་གྱི་དོ་བདག་འདི་འདྲས་རེད། ད་ལྟའི་དཔེ་ཚེ་ང་ཚོ་བཙུགས་ཆགས་ཀྱི་རེད།

མགྱོགས་ནས་མྱུར་དུ་ཞག་ཚོ་འཁོད་ཐུབ་པ་དང་ཨ་བོས་གཞིས་བྱེས་གཉིས་ཀྱི་བུད་མེད་ཚང་མ་ལོ་ན་དུས་ཆེན་ནས་བོད་ལ་ཡར་དུས་ཆེན་ནས་མགྱོགས་དུ་མྱུར་དུ་གཅིག་མཉམ་འཛོམ་བྱུང་ཐུབ་པ་ཨ་འདི་ལགས་ཀྱི་རྒྱབ་ལོ་ལ་གཡུ་ཚང་འཁྱིལ་དུས་ལ་དྭགས་ནང་བཞིན་ལྷ་ས་ཡིན་ནས་ད་གཡུ་ཚང་འཁྱིལ་དུས་ཨ་ནི་བོད་ཀྱི་གེ་སར་ལྷ་ས་ལ་ཡར་མགྱོགས་དུ་མྱུར་དུ་མཉམ་འཛོམ་བྱུང་ཐུབ་པས་ཀྱི་ཨ་ནི་བཀྲ་ཤིས་སྨོན་འདུན་ཡོད་ཅེས་ཞུ་ཡ་ཡིན་ལགས་སོ། ཨ་ནི་དྭགས་རང་ཡིན། བཀྲ་ཤིས་བདེ་ལེགས་ཐུགས་རྗེ་ཆེ།